ནམ་མ་ལྷན་སྐྱེས་ར་བཀྲ་ཤིས་བདེ་ལེགས། ང་ཚོས་ནི་གྲོགས་པོ་དང་ཐུགས་ཡག་གི་འཆར་གཞི་མེད་པ་ཡིན་ནས་མཚམས་མཚམས་ལམ་ཁ་ལ་འགྲོ་དུས་སྟེས་དབང་གི་གྲོགས་པོ་དང་འཕྲད་ཀྱི་རེད་བ། དེར་ངའི་ཐ་སྙད་འདི་སྦྱངས་ཡིན། སྟེས་དབང། ལམ། དྲྭ་ལམ་ནས་ལེན་པའི་དཔེ་བརྗོད། ལམ་བར་དུ་སྟེས་དབང་གི་གྲོགས་བཟང་པོ་ཞིག་དང་འཕྲད། སྨན་མ་བསྟེན་པར་སྟེས་དབང་གི་ནད་གསོས། སྐབས་འཕྲལ་དུ་སྟེས་དབང་གི་རྒྱལ་ཁ་ཐོབ་པ། ཆ་རྐྱེན་ཟམ་ཙམ་ཞིག་སྟེས་དབང་གི་གནས་ཀྱང་ཕུགས་མི་བརྟན། ད་ལོ་ནི་སྟེས་དབང་གི་རྒྱ་བོད་གཉིས་ལོ་གསར་ཉིན་གཅིག་ཏུ་འཁྱེར་སོང། དཔེ་ཆུ་ཞེན་པ་སྟེ། དེང་སང་བོད་བརྒྱུད་ནང་བསྟན་པ་མང་པོས་ཚན་རིག་དང་ནང་ཆོས་ཤ་ནན་རེད་ཟེར་བ་དང། ནང་ཆོས་དང་ཚན་རིག། ཕ་དང་མ་རེད། ཕ་དང་མ་འདྲ་ཟེར་ངེས་མང། སྐབས་རེ་སྟེས་དབང་གིས་ཕྱི་ནས་བལྟས་ན་དེ་ལྟར་ཡོང་སྲིད། དཔེ་ཆོས་གཞན་པ་སྟེ། ཉེས་མེད་ཐོན་སྐྱེད་བྱ་རྒྱུ་ཨང་དང་པོར་གཅོག་དགོས། སྟེས་དབང་གི་བསམ་ཚུལ་གཏན་ནས་འཆམ་མི་རུང་བ་དང། བདེ་འཇགས་ཀྱི་འགན་འཁྲི་མདུན་འཁུར་ནན་པོ་བྱེད་དགོས། དཔེ་ཆོས་གཞན་པ་སྟེ། གཞན་གྱི་བྱམས་སེམས་དང་སྟོང་པ་ལ་མ་བརྟེན་པར། འཚོ་གནས་བྱེད་པ་ནི་དགེ་མཚན་ཆེན་པོ་ཞིག་ཏུ་སྣང་ཡང། རྩ་ཆེ་བའི་བྱམས་སེམས་དང་འབྲེལ་བའི་འཚོ་བ་ནི་དོན་དངོས་སུ་ཉམ་ང་བ་ཞིག་ཡིན་ངེས་ཤིང། ཉེས་ཅན་པ་ཕལ་ཆེ་བ་ནི་བྱམས་སེམས་དང་འབྲེལ་བའི་ཁེར་རྐྱང་གི་འཚོ་བར་བརྟེན་ནས་ཉེས་ཅན་པར་གྱུར་པ་སྟེས་དབང་བཞི་མིན་པའི་རྒྱུ་བཞིན་པ་སྟེ། ནགས་ཚལ་དང་རྩྭ་ཐང་གི་མེ་འགོག་ཕྱོགས་བསྟུན་ནས། མེ་དང་ལྡན་པའི་འདུག་གནས་ཤིག་གིས་ནགས་ཚལ་ཧྲིལ་པོར་མེའི་སྐྲུན་ཐུབ། གང་བྱུང་དུ་གཡུགས་པའི་འདུག་གནས་ཤིག་ལ་མཐོང་ཆུང་བྱེད་མི་རུང་ལ། སྟེས་དབང་གི་བསམ་ཚུལ་དེ་བས་ཀྱང་འཛིན་མི་རུང། ངས་སོ་སོར་བཟོས་པའི་དཔེ་བརྗོད་དེ་རིང་ང་ཚོས་ཚོགས་པའི་གྲུབ་འབྲས་འདི། སྟབས་ལེགས་སྟེས་དབང་གིས་བྱུང་པ་ཞིག་མ་རེད། ངང་ཚུལ་མཚོ་མེ་ཡི་ཕུགས་རྒྱང་རིང་པོས་མཉམ་ལས་དང་སྣེ་རུས་ལ་བརྟེན་ནས་གཞི་ནས་བདག་གཅེས་ཕུན་སུམ་ཚོགས་པའི་གྲུབ་འབྲས་ཐོབ་པ་རེད། སྤོས་ཆུ་ཞན་པ་སྟེ། ཆང་བཏུངས་ནས་ར་བཟི་རྗེས་ནང་ལ་ལོག་འགྲོ་དུས། མོ་སྒྲ་གཏན་ནས་གཏོང་ཆོག་གི་མ་རེད། ངེས་པར་དུ་གླ་འཁོར་བརླ་བའམ་ཡང་ན་རོགས་པས་མོ་འདྲེ་ནང་བསྡད་ནས་ནང་ལ་སྐྱེལ་རོགས་བྱེད་དགོས། གལ་སྲིད་སྟེས་དབང་གི་བསམ་བློ་འཁོར་ནས་སོ་སོས་མོ་ཁྲ་བཏང་ན། ཆག་སྒོ་འབྱུང་དུས་དགོས་པ་སྐྱེས་ན་ཡང་ཕྱིས་འདྲ་བ་རེད། ལགས་སོ་གལ་སྲིད་ནོར་འཁྲུལ་འདྲ་ཤོད་རོགས་ཡིན་ན་བཙན་བཟོད་མ་བྱས་པར་ང་ལ་ནོར་འཁྲུལ་བྱེད་རོགས། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།